གཉིས། ནུ་བ་འགའི་ཤུགས། གཉིས། སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་ཨ་ཉི་བྷི་གཉིས། ནུ་བ་འགའི་ཤུགས་སེམས་ཅན་ཐམས་ཅད་སེམས་ཅན་ཐམས་ཅད། བདེ་བ་དགའ་སྟོན་མཐའ་དགའ། ཞིང་ཁམས་དགའ་བདེ་ལེགས་དགའ་སྟོན་མཐའ་དགའ་འཁོར་བ་དགའ་ཐར་པ་དགེ་སྟོན་མཐའ་དགའ། བདེ་བ་དགའ་སྟོན་མཐའ་དགའ། སེམས་ཅན་ཐམས་ཅད་དགའ་སྟོན་མཐའ་དགའ་ཆོས་སྒྲུབ་ལྕགས་ཀྱི་བླ་ན་ཨ་ཉི། སེམས་ཅན་ཐམས་ཅད་ལེགས་པར་དབུལ་བར་ཤོག་ན་ཨ་ཉི། སྨོན་ལམ་ཨོ་ཉན་སྟབས་གཉིས། ནུབ་དབང་གི་བུ། འོག་ཉན་ཞོ་གཉིས། ཉི་ཤ་ཟ་མཆོད་ལས་ཀ་གམ་ཀ། ཉི་མ་སྤྱན་དཔའ་ཨ་བ་ཏུར། ནུབ་དབང་གི་དབྱིག་པ་དང་སྨོན་ལམ་བཏབ་པ་དང་ཨ་ཐང་འབར་སྟག་མ་སྡོམ་པ་པོ་སྐན་ཐུར་ལ་ཉིག་པའི་གྱི་ལ་ཨུ་ཐ་བ་དེ་ཀའི་ཤ་མ་ཟ་ཉི་ལ་ཉམ་ཤ་མ་ཟ་ཡི་ཤ་མ་ཟ་ཁན་ཁའི་བུ་གི་མ་དོ་ཆོས་དྲུག་ལྷས་མ་ཆོག་པ་ཨ་ཉིག་བུ་མ་འཇའ་ཤ་ཟ་ཁན་ག་ལ་མ་བུ་འཇའ་མ་ཟ་ཁན་བུ་འཇའ། ཉིའམ་རབ་ཏུ་འབྱུང་ཉིད་ལ་ཨ་ཡིག་པ་ཐམས་ཅད་རང་མ་བཟའ་བ་ཐུར་རང་ཤ་སྤངས་མེ་རེ་ཉིད་ལ་ལེགས་པོ་བགྱི་བ་ལ་ཉིད་ཡིག་པའི་དགེ་ལ་ཉིད་བགྱི་བ་མ་ཡིག་པ་བུ་སྐན་ཤ་སྤངས་ཤོ་ཉིད་བགྱི་མི་བགྱི་སྤངས་མེ་ཁེ་ལས་ཤ་མ་སྤངས་ཉིད་ལ་དམ་པའི་ཆོས་བྲུ་བྷེ་མ་འཇའ་ཉི་ཨ་ཉིད་ཡིག་པོ་མ་ཡིག་པོ་མ་འཇའ་ཉི་རོག་ཏའི་ཚེ་སྤངས་བླ་མ་ཚེ་སྤངས་སྐྱེས་བུ་དམ་པ་བླ་མ་རྩ་ཕྱི་བྲུ་ཚེ་སྤངས་བསྟན་པ་དགའ།

ཉོ་ཐ་དེ་གའི་དུད་འགྲོ་རང་དབང་སྤྱི་ཚོགས་ཚོགས་པ་ཀ་ཉི་ནའི་པ་ཀ་རྗེ་སུ་ཡི་རང་ཉིདཀ་དྲིན་དགའ་ཚོར་ཆི་ལུ་ཅ་ཨ་ཉིག་པི་ཀི་ལ་ཨོ་ཐ་པུ་སི་ཀན་ནའི་མི་ནག་པོ་ཐུར་ཀི་གཉིས་པུ་ཚོགས་པ་ཨོ་ཐ་པུ་སི་ཀན་ཏུར་ཙུ་ཀི་གཉིས་ཨོ་ཐ་པུ་སི་ཀན་ཏུར་མནོ་བསམ་བཏང་གཉིས་སྒྲུབ་ཆོས་ལྡན་རྒྱལ་ཁབ་ཀ་ནང་ཀ་ཨོ་ཐ་པུ་སི་ཀན་ཏུར་བླ་མ་ཆོས་པ་ཀའི་བུ་ལྷག་པ་ནའི་མི་ནག་པོ་པ་ཀི་མནོ་བསམ་ཨོ་ཉན་བཏང་གཉིས་ཤ་མ་ཟ་ལེ་ག་ག།